ལ་སོགས་ལ། དེ་ནས་དེ་རིང་གི་སློབ་ཕྲུག་རྣམ་པ་དགེ་དག་གཏམ་བཤད་གནང་དོན་སྐོར་ལ་ང་རང་གི་ལྟ་ཚུལ་ག་རེ་ཡོད་མེད་དང་དེ་ནས་གཏམ་བཤད་བྱེད་སྟངས་སྐོར་ལ་ད་ལྟ་བཤད་ཟེར་ནས་སློབ་དཔོན་ལགས་གསུངས་སོང་བ། དེ་འདི་ག་སི་ད་དེ་རིང་གི་སློབ་ཕྲུག་རྣམ་པ་དགེ་གཏམ་བཤད་བྱེད་སྟངས་སྐོར་ལ་ང་རང་གི་ལྟ་ཚུལ་ཞུས་པ་ཡིན་ན། སྙིང་དོན་དེ་ད་ད་ལྟ་གངས་ལགས་རྒན་ལགས་ཀྱི་གསུངས་པ་ནང་བཞིན་རེད། དེ་གི་སྐྱིད་ལ་ཡ། བཞེངས་པ་ཙམ་གྱིས་ཀྱི་པད་མི་ཟེར་གི་ཡག་པོ་ཞུ་གི་རེད་ཟེར་བཀའ་གནང་སོང་བ། ང་དེ་དཔེ་དངོས་ནས་ཚོར་སོང། དེ་ནས་དེ་ད་གཅིག་གི་དེ་འདྲས་ཡིན་ཙང་དེ་ནས་དེ་གི་ཐོག་ལ་ད་མ་འོངས་པ་ལ་གཅིག་གི་གཏམ་བཤད་ལ། ཆ་ཤས་ལེན་ཡོན་ཏན་ཨ་ནི་མང་ཙང་གི་ཆ་ཤས་ཤེས་ཐུབ་པ་ཡིན་ན་དེ་ནི་དཔེ་མི་སྲིད་གི་ཡག་པོ་ཡོད་ས་རེད་དེ་འདྲ་དྲན་གི་འདུག་དེ་ནས་ད་གཏམ་བཤད་གནང་སྟངས་ཆ་ནས་ཞུས་པའི་ཡིན་ན། དེ་ནས་དེ་རིང་ད་གཏམ་བཤད་རྒྱང་ལྟར་ཟེར་བོ་ར་གཙོ་བོ་ངག་གི་རྩལ་དེ་ཡར་རྒྱས་གཏང་ཡའི་ཆེད་དུ་ཡིན་ཙང། གཙོ་བོ་དེ་ད་དེ་རིང་ལྟ་བུ་མཚོན་པ་ཡིན་ན། བརྗོད་གཞི། དོན་གྱི། གཅིག་གི། སྦྱོང་བརྡར་ལྟ་བུ་མ་ཡིན་པ། བརྗོད་བྱའི་ངག་གི་རྩལ་གྱི་སྦྱོང་བརྡར་གྱི་ཆགས་ཀྱི་ཡོད་པ་ཡིན་ཙང། གཙོ་བོ་དེ། བརྗོད་གཞི་ལ། བརྗོད་གཞི་ལས་ཀྱང་བརྗོད་བྱེད་ཀྱི་ངག་ལ་ལྟོས་ཚེ། དོ་སྣང་མང་ཙིག་སྤྲད་ཡ་དེ་ངས་འདི་དྲན་ཚེ་ངས་དཔེ། གནད་འགག་ཆེན་པོ་གཅིག་ཏུ point མཐོང་སོང། ཆ་ཤས་ལེན་ངེས་ལྷོ་ཕྲུག་རྣམས་པ་ཡིན་ན་འདྲ་ཨ་ནི་དེ་ལ་བརྒྱ་ཆ་ནང་ངེས་ཡིན་ན་འདྲ་ག་རེ་རེད་ཟེར་ན་དཔེར་ན། ད་དེ་རིང་ང་ལྟ་བུ་ཞིག་ཡར་ལངས་རྗེས་ད་གཏམ་ཤིག་སྦྱོང་ལྟར་ན་བྱས་པ་ཡིན་ན་དཔེར་ན་ངག་གིས་ད་བུམ་པ་དེ་ལྷག་པ་རེད་ཟེར་ངས་སྐད་ཆ་བཤད་པ་ཡིན་ན། ད་བརྗོད་བྱ་དོན་གྱི་ཆ་ནས་ནོར་ཚ་བ་རེད་བ། ཡིན་པས་ན་ཡིན་ངེས་བུམ་པ་དེ་རྟག་པ་ཡིན་པའི་ཡིན་ལུགས་ཡིན་སྟངས་ཅིག་བཤད་སྟངས་སྙིང་རྗེ་བོ་ཅིག་ནས་ཅིག་བཤད་པ་ཡིན་ན། ཨོ། དེ་ནས། དཔེར་ན་ང་རང་བཤད་ངེས་ང་རང་ཡིན་ན་ཨོ་དེ་རིང་ང་སྐད་ཆ་ཡག་པོ་བཤད་ཡོད་ད། གཏམ་བཤད་སྦྱོང་བརྡར་ཡག་པོ། ངོ་ནས་ཆགས་སོང་ད་བསམ་བསམ་འདྲ་བོ་བྱེད། དེ་ནས་བརྒྱ་ཆ་སྣང་ངེས་ངོ་ནས་བཤད་པ་ཡིན་ན་ཨོ་ཁོ་དེ་རིང། ངོ་ནས། བུམ་པ་བཏགས་པ་ཡིན་པས། ཡིན་ལུགས་ཡིན་སྟངས་དེ་སྙིང་རྗེ་བོ་ཆེ་བཤད་སོང་ད་བསམ་བསམ་འདྲ་བྱུང་བས་ན་ད་ལྟའི་དེ་རིང་གི། གཏམ་བཤད་སྦྱོང་བརྡར་གྱི་བརྡ་དེ་གི་ཏག་ཏག་ཅིག་ཆགས་འདུག་ཡོད་ས་རེད་ཟེར་དེ་འདྲའི་དྲན་གྱི་འདུག་དེ་རྗེས་དེ་ནི། ངག་གི་གཏམ་བཤད་བྱེད་པའི་སྐབས་སུ་དེ་ནི་ངག་གི་རྩལ་མཉམ་དུ་ལུས་ཀྱི་རྣམ་འགྱུར་དེ་དཔེ་མི་སྲིད་ཀྱི་གལ་ཆེན་པོ་རེད་ཟེར་དེ་འདྲས་བཤད་ཀྱི་འདུག་རེད་བ། དེ་ག་རེ་རེད་ཟེར་ན་དཔེར་ན་ད་ལུས་ཀྱི་རྣམ་འགྱུར་ཡིན་པས་ན་ཡང་ཅིག་མགོ་བསྒུར་བདེ་བ་མ་ཡིན་པ། ཡང་ན་ཅིག། མ་རྒུད་པ་བཟོ་འདྲ་བོ་དེ་འདྲ་མ་ཡིན་པ། དེ་ནི་རྐྱེན་གྱིས་གཟིགས་སྟངས་བྱས་པས་ཡིན་ན་ཡང་ཅིག། ཚང་མ་ལ་ཅིག། གཟིགས་ཐུབ་པོ་རེད་དེ་འདྲས་ཟེར་གྱི་འདུག་དཔེར་ན་ང་འདྲ་བོས་གཏམ་བཤད་བྱས་པས་ཡིན་ན། མི་གཅིག་ལ་རང་ལྟ་བསྡད་པ་ཡིན་ན། དེ་ནི་ང་གི་གཏམ་བཤད་བྱེད་སྟངས་འདི་འགྲིག་ཡོད་མ་རེད། ག་རེ་ཟེར་ན་མི་གཅིག་གིས་བྱས་ཏེ་བཤད་གི་ཡོད་མ་རེད་མདུན་ལ་སུ་ཡོད་པའི་ཚང་མ་བྱས་ཏེ་བཤད་གི་ཡོད་མིན་ཙང། དེ་ནི། དེ་ཚང་མ་ལ། རྐྱེན་གྱིས་གཟིགས་ནས་བཤད་པས་ཡིན་ན། དེ་ནི། ཚང་མ་གི་སོ་སོ་ལ་དོ་སྣང་ལས་གི་རེད། འོ་དེ་འདྲས་ཀྱི་བཤད་གི་འདུག་དེ་ནས་དེ་ནས་དེ་དེ་དང་མཉམ་དུ་དེ་ནས་གཏམ་བཤད་བྱས་པའི་སྐབས་སུ་ཅིག་བརྗོད་བྱ་ག་རེ་བཤད་དེ་དང་མཉམ་དུ་ཡང་ཅིག་མི་དེ་ཕ་ཆོས་ཀྱི་མི་ངན་དེ་ཚོ་དེ་ཉོབ་མ་འགྲོ་ཡའི་དོན་དག་ལ་ཡང་དགོད་བྲོ་བསླང་ཡ་འདྲ་བོ་དང་དེ་འདྲས་ཡང་བར་བར་ལ་ཡོད་དགོས་རེད་བཤད་གི་འདུག་དེ་ནས་དུས་ཚོད་དེ་ཚོ་ཡང་དཔེར་ན་སྐར་མ་བཅུ་གི་དུས་ཚོད་རེད་བ་དེ་འདྲས་ཡིན་ཙང་གྱི་སྐར་མ་གཉིས་སུ་ན་ལ་འཇུག་བསྡུ་འགྲོ་བ་མ་ཡིན་པ། དེ་ནི་སྐར་མ་བཅུ་ལས་ཡང་མ་བརྒལ་བ། དེ་འདྲའི་གི་ཨིན་སྐད་ཀྱི་ལ་ང་ཚོ་ལིམིད་ཟེར་གི་འདུག་བ། ཚོད་རན་པོ་ཞིག་དེ་དཔེ་མི་སྲིད་གི་གལ་ཆེན་པོ་རེད་ཟེར་བཤད་གི་འདུག་མ་འོངས་པ་ལ་སྐར་མ་བཅུ་མ་གཏོགས་སྐད་ཆ་སྐྱེལ་ས་མ་རག་མི་ཚེ་ནང་ལ་མ་རག་དེ་འདྲའི་ད་གལ་མ་རེད་དེ་ཡིན་ན་ཡང་དེ་དེ་སྐར་མ་བཅུ་གི་དུས་ཚོད་སྤྲད་བཞག་པ་དེ་ཏག་ཏག་དུས་ཚོད་དེ་ལ་རན་པོ་ཅིག་ཏག་ཏག་ཅིག་བྱས་པས་ཡིན་ན་མ་འོངས་པ་ལ། ཆུ་ཚོད་གཅིག། དེ་རིང་ཁྱེད་ཀྱི་གསུང་ཆོས་དེ་ཆུ་ཚོད་གཅིག་ཡིན། དེ་རིང་ཁྱེད་ཀྱི་གསུང་ཆོས་དེ་སྐར་མ། ཆུ་ཚོད་ཕྱེད་ཀ་མ་དུ་མེད། དེ་རིང་ཁྱེད་ཀྱི་གསུང་ཆོས་དེ་ཆུ་ཚོད་གཉིས་གནང་རོགས་ཀྱི་ལབ་པ་ཡིན་ན། ཏག་ཏག་ཁྱེད་ཐུ་བས་པའི་མེ་བསྲེགས་ཀྱི་རྒྱོང་རྟ་ཡག་པོ་ཐེབས་ཀྱི་རེད། དེ་འདྲའི་བཤད་ཀྱི་འདུག་རེད་བ། དེ་ཡིན་ས་དེ། དེ་འདྲའི་གལ་ཆེན་པོ་ཡིན་ས་རེད། དེ། དེ་མ་གཏོགས་དམིགས་བསལ་གྱི་ཞུ་ཡ་སྐད་མི་འདུག་ཡིན་ན་ཡང་ད་དེ་དང་མཉམ་དུ་ད་དེ་རིང་ཐད་ཀར་དེ་རིང་དང་འབྲེལ་བ་སྐད་ཡོག་མ་རེད་དེ་ཡིན་པས་ཡིན་ན་ཡང་ད་ཉེ་བའི་ཆ་ལ་ང་རང་ཚོ་འཇམ་མགོན་རྡོ་རྗེ་འཆང་ང་རང་ཚོ་གདན་ས་འདི་ལ་ཕེབས་ཆེད་དེ་ནས་ཚང་མ་གི་དཔེ་མི་སྲིད་གི་ཧ་རོག་འབའ་རོག་དངོས་གནས་ཧུར་ཐག་པ་ཐག་ཞིག་གཅིག་གནང་སོང་བ་དེ་འདྲས་ཡིན་ཙང་ད། ང་རང་ཚོ་མི་དཀྱུས་མ་དེ་ཚོ་དང་ཡིན་པ་བཅས། དེར་རིན་པོ་ཆེ་ཁོང་རེ་ཡང་དཔེ་མི་སྲིད་གི་དཔེ་མི་སྲིད་གི་ཐུགས་དགྱེས་པོ་བྱུང་ཞེས་ཟེར་ནས་སྔོན་ནས་སྐུ་འཁོར་དེ་ཚོ་གི་རྒྱུད་ནས་མ་གོ་ཡོང་གི་འདུག་བ་དེ་ད་ག་ཙམ་ངག་གི་བསྟོད་པ་ཙམ་གྱིས་རེད་མི་འདུག། དཔེ་མི་སྲིད་གི་རིན་པོ་ཆེ་ཐུགས་དགྱེས་པོ་ཞོལ་པོ་ཅིག་བྱུང་ཟེར་ནས་ད་ཚང་མ་གི་དེ་འདྲའི་ཞོལ་པོ་བཤད་འདུག་གི་འདུག་བ་དེ་དངོས་གནས་ང་རང་ཚོ་གི་ད་ཅིག་གི་ང་རང་ཚོ་གི་གཟི་བརྗིད་ཆེན་པོ་ཞོལ་པོ་ཅིག་རེད་བསམ། ཨ་ནི་དེ་དྲན་གི་འདུག་དེ་ང་རང་གི་ད། ཚོར་བ། ཁ་རྩང་ཁ་ཉིན་ནས་ཚོར་བ་ཞི་བ་བྱུང་བ་ཡིན་ཙང་རིན་པོ་ཆེ་ཕེབས་ཚར་བའི་རྗེས་ལ་ཚོར་བ་བྱུང་བ་ཡིན་ཙང་ཅིག། ད། དེ་ཅིག་ག་ལ་བར་ད། མི་གཞན་ཉམས་དོད་ཅིག་བཤད་ས་ཅིག་རག་ན་བསམ་ས་འདྲ་ཅིག་ཅིག་ཡོད་ར། སོ་སོ་གི་ནང་མིའི་ཉམས་དོད་ཅིག་སྐད་ཆ་བཤད་ས་རག་ན་བསམ་ས་འདྲ་ཅིག་ཚོར་བ་ཡོད་པ་ཡིན་ཙང་དེ་གོ་སྐབས་འདི་གི་རྗེས་ནས་ད་ངས་ད་ལྟ་དགའ་བསུ་ཞུ་བྱ་བ་ཡིན་རེད་བ། ཨ་ནི་ཚང་མ་ལ་ཐུགས་རྗེ་ཆེ་ཞུ་བ་ཡིན།